ཆེན་པོ་ཐོབ་མེད་དུ་མོ་རི་མ་རེད། ད་ལྟའི་བར་ཆེས་ནང་རྒྱ་ནག་གི་རྒྱུ་མཚན་སུ་ཡོད་ནོ། དང་རོགས་ཚོ་རིགས་འདིའི་བྱ་བཞག་གཙོ་བོ་ད་འཇིག་རྟེན་པའི་འཚོ་བ་རེད། དེ་སྔ་བོད་རིགས་ཐོ་རེངས་ཡོང་དམ་པ་འདི་ཚོ། གི་ཤེས་བྱ་གི་སྒྲིག་གཞི་དུ་མ་གཞི་སྲོལ་རྒྱུན་གི་ཤེས་བྱ་གི་སྒྲིག་གཞི་འདི་བྲི་ཡི་ནས། ཆེད་ལུགས་གི་ལྟ་བ་དུ་གི་གི་མི་ཚེ་གི་ལྟ་བ་ཡིན་ནོ་སྟབས་གི་དུ་མོ་གི་ངའི་བསྟན་སྲུང་ལ

ད་གུང་ཐུང་ཟུང་གི་ལྷ་བཞག་གི་ནང་དུ་ན་སྒྲ་ཉག་སྣ་རྩིས་སོགས་ལ་མགོ་འཁོར་ནས་རྩ་བ་འོད་ནས་ཡལ་གར་མ་འབྱིན་ལ་གཟིགས་ལོག་ལྟ་རེད་ད་ཐ་ན་སྒྲ་ཉག་ངག་ལ་སོགས་པ་ར་ཆིལ་ལིག་པ་ཟིག་གི་སྟེང་ན་དུ་ཆང་ཤ་མི་ནི་དུ་མོ་ཟིག་གི་ཀྱི་རོག་གུ་མོ་དེ་ན་ད་འཇིག་རྟེན་པའི་འཚོ་བ་ཤ་གོ་ནོ་དང་རོག་ཚོ་རིགས་འདི་དགའ་སི་མི་ཐུག་ནོ་དུ་བུ་ཆེ་ད་བུ་ཟིག་གི་ཡིན་དང་རྒྱབ་ན་ཤི་ནི་རེད། དེ་ད་ར་བུ་ཆེ་ད་ད་ལྟ་གི་བོད་མི་རིགས་ཀྱི་འཚོ་སྡོད་ཀྱི་ཁོར་ཡུག་འདི་སྔོན་མ་གི་ལོ་རྒྱུས་ར་གཉིས་ཀ་མི་འདྲ་ལོ་ད་གུ་ད་ལྟ་གི་བོད་འདི་འཚོ་རྒྱུ་ན་གི་དགེ་བ་དེ་འགན་ཁུར་ཆེན་པོ་ཡིན་ནོ་གང་དུ་ཟིན་ན་ད།

དེ་ནས་འུ་ད་ཨག་ཆོས་ཚུན་གྱི་ན་མི་རིག་གི་ཉག་ཕྲ་ས་ཟིན་ན་ཆོག་གི་དགེ་མཁོ་ཆེ་སོ་ཏི་གང་གི་གྱི་དོ་གི་ཟིན་ན་འཇིག་རྟེན་པའི་རིག་གནས་གི་གྱི་སོང་རེད། ཏོ་གཙོ་བོ་ཟི་ད་ད་ལྟ་གི་ཆེ་འོག་གི་རིག་གནས་གི་གནས་ཚུན་དེ་ལྟའི་སོང་ན། འོག་གྱི་གཉོམ་ས་ཟིན་ན་ཆོག་གི་ཡང་ན་ཉག་ཕྲ་བོ་སོག་ནི་འཇིག་རྟེན་པའི་རིག་གནས་མ་དར་བ་འདི་རེད་ད་འདི་འུ་ཆོས་ལྟས་ན་རེ་ཤིག་གི། སྲོལ་རྒྱུན་གི་རིག་གནས་ཏི་ཟི་ད་ཆི་མོ་བྱ་ན་ར་བལྟས་འཇོག་གི་བྱ་རེ་སོང་ན།

འོ་སྐོལ། གོར་ཁ་ཐ་བའི་ར་ཐ་མ་ཐུབ། ཅི་ཐུབ་ཀི་དེ་རབས་ཇི་ཀ་བ་གི་དེ་རབས་ཉི་ཤ་བ་གི་དུས་མགོ་ཐོ་ན་ར། ཡང་དབྱིན་ཇི་གི་བོ་ལ་ཙན་ཙི་ཤི་ནི་དབྱིན་ཇི་གི་མོ་ལྷ་ས་ཐོ་ན་སི། ན་འདི་ཚང་མ་ཆི་ཟི་ག་དོན་དང་འདི་ཤོང་གི་ཐོ་ན་ར། ཨ། དེ་དེ་སོང་ན་ཡིན་ན་དོན་གྱིས་འདི་ཚང་མ་བོ་ལ་ཐོ་ན་གི་གི་རྒྱང་ཤ་དང་རིག་གནས་འདི་ཆིག་རྐྱང་བ་ཟི་ཡིན་དང་ནི། རྒྱུ་འབྱོར་བ་ལ་སོགས་པ་ཡང་ན་འཇིག་རྟེན་པའི་ཕུན་ཚོགས་འདི། དར་སྐྱིད་པོ་གི་རིག་གནས་དང་དར་རྒྱུག་གི་ལྟ་བ་འདི་མེད་ནོ་གི་ད། ད་གཞན་གཟིགས་ར་གཉིས་ཀ་དེ་གི་འགྲན་ཡ་བརྩི་གི་ནི། ད་གི་དེ་དུག་དུག་ཡི་ད་ཚོ་ད་འོ་འདི་ཡིན་ན་ད་ནང་ཡིན་ན་ར་ཕམ་ཁ་རེད། ངའི་ཡི་ནང་ཡིན་ན་ར་ད་འོ་ལ་ཚོ་ན། ངེས་བར་དུ་ལོ་རྒྱུས་གི་དྲན་པ་དུ་དུག་དེ་ཡི་ན་བརྗེད་མི་ཉན་གི་དུ་ཟེར་གི་འདུག་རྒྱུ་མཚན། འོ་མི་སི་དང་སི་ག་ཚོ་ན་ར་རིག་གནས་གི་ལི་ཀ་ལིང་གི་ཚོ་ན་མང་ཐ་ཡིན་ན་ར་ད།

འཇིག་རྟེན་གྱི་འཚོ་བ་འདི་དར་རྒྱས་སུ་འགྱུར་དགོས་ན་ཨོ་ཏི་ཡོ་ཟེར་ལྟ་བ་དེ་ཐོག་མར་ཁག་གིས་དོན་དང་ཟེར། དེས་ན་སྤྱིར་བཏང་གིས་བཤད་ཀྱིན་ན་འདིའི་རྗེས་ནས་བོད་མི་རིགས་ལ་མཚོན་གྱིན་ན་ད་རིམ་གྱིས་དངོས་སུ་བོད་སྤྱི་ཚོགས་འདི་བྱང་ཤ་གསར་བ་ད་ཨོ་ཟེར་དེའི་འཇིག་རྟེན་དར་རྒྱས་འགྲིག་སྐྱེས་པོ་རིག་གནས་མི་ང་ཟིག་ད་ཨོ་ལ་ཚིག་དགོས་ནི་རེད་དྲ་ར། ད་དེ་རང་ནི་སྐབས་ཕྱེ་དེ་ནས་བཟུང་ད་འདི་བ་གི་ཚིག་རིགས་ད་རུང་སྔ་ན་བལྟས་ན་ར། ཇེ་ཞན། ཇེ་སྡུག་ཡང་འགྱུར་གྱི་འདུག་གནས་ཚུལ་དུ་བྱུང་ཁར། ལོ་རབས་བརྒྱ་བཅུ་བ་དང་དགུ་བཅུ་བ་གི་ནང་དུ། རིག་གནས་གསར་བ་འགན་འཁུར་བྱེད་འདོད་མང་གི། ད་ལྟ་ཡིན་ན་ད་འོ་ཟེར་དེ་རིག་གནས་གསར་བ་འདི་འོ་ཟེར་མ་བཞི་ནས་ད་དེ་མཚན་བྱེད་འདོད་མེད་ལ་ནས་ད་ཚང་མ་གི་སྲོལ་རྒྱུན་རིག་གནས་འདི་ཉམས་གོང་ནང་འདུར་བཅུག་གོ་དགོས་ཟེར་འདོད་མང་གི། ལས་གྲྭ་ར་བོ་ཆེ་དེ་ཚོ་འདྲ་ད་བོད་མི་རིགས་ཀྱི་འགན་འཁུར་ངོས་ནས་བཤད་ཀྱི་ན།

རྫོང་གི་སྤྱི་ལུགས་ཀྱི་ལྟ་བ་དང་མི་མཐུན་རུང་ར་རྫོང་རིགས་ཡིན་ན་ཆོག་དེ་ཡང་ཁྱེད་ནས་ད་འཇིག་རྟེན་གྱི་འཚོ་བ་འདི་དག་གི་རིགས་སྐྱེ་བོའི་རིགས་ནས་ད་ལག་རྩལ་གྱི་བཀོལ་ན་ཆོག་གི་དེ་ཡང་ཁྱེད་ཀྱི་ད་སྐྱེ་གཉེན་རིགས་པ་ཡིན་ན་ཁྲིམས་ལུགས་རིགས་པ་ཡིན་ན་འདུ་འགོད་ཀྱི་རིགས་ནས་གསར་བ་ཟིག་བྱུང་ན་ད་ད་གཟོད་བོད་མི་རིགས་ཀ་ཚོ་ཉིད་ན་ར་ད་ཕྱིའི་མ་གཞི་ནས་ཡོད་ནི་རེད་དེ་ཡང་ཁྱེད་ནས་འཇིག་རྟེན་འདི་བདག་ཐུབ་ཀྱི་རེད་ཕྱིའི་འཇིག་རྟེན་གཉིས་ཀ་དར་ན་བོད་མི་རིགས་འདི་ཚོ་ན་ར་རེ་བ་ཡོད་ཀྱི་རེད་དེ་དེ་མ་ཐུག་ད་དེ་མི་འདུག་ན་ད། སྔ་མ་གི་ལུགས་ཀྱིས་ད་ཀྱར་ཏི་ཞེས་བརྡ་བཏང་ནས་འོན་ཏེ་ཉེན་ཁ་ཟེར་ག་ཁྲ་ཁྲི་ད་ཚོ་ཁ་གི་ད་ཡིན་ན་འཚོ་སྡོད་ཀྱི་ནུས་བ་དང་འགྲན་རྩོད་ཀྱི་ནུས་བ་ཡོད་ཀྱི་མ་རེད་བསམ་ན།